རྒྱ་ནག་རྣམ་པ་ཚོས་ཨེ་ཤེ་ཡ་རང་བྱུང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་ཀྱི་ཡོད། ང་བོད་རྒྱ་གཞི་ནི། དེ་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་ལྔ། རབ་གནས་ས་ཁྱི་ལོ་ཧི། བོད་ཟླ་གསུམ་པའི་ཚེས་བ་ཉི་ཤུ་རྩ་གཉིས་དང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཀྱི་ཟླ་བ་ལྔ་པའི་ཚེས་བདུན། གཟའ་ཟླ་པ་རེད། གཤམ་ནས་དེ་རིང་གི་ལས་རིམ་ཁག་རིམ་བཞིན་མགོ་སྐྱོར་ཞིག་ཡིན།

བོད་ནང་གི་རྫ་ཆུ་ཁ་བ་ཕྱོགས་སུ་གཞོན་སྐྱེས་རྣམས་ཀྱིས་ལག་ཤེས་ཅི་རིགས་སྦྱང་བ་བྱེད་བཞིན་པའི་སྐོར་གྱི་གནས་ཚུལ་ཞིག་ཡོད།
འདས་པའི་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཅུ་གཉིས་ཀྱི་ཚེས་བཞི་གཉིས་ན་རྒྱལ་བ་རིན་པོ་ཆེ་ཡིས་བོད་ནས་གསར་དུ་འབྱོར་བའི་བོད་མི་ཁག་ཅིག་ལ་མཇལ་ཁ་དང་གོ་སློབ་གནང་བ་ཁག་མི་མཐུན་ནས་རྒྱང་སྲང་བྱས་པ་ཞིག་དང་བཅས་རིམ་བཞིན་དེ་རང་གི་ལས་རིམ་ཁག་ལ་གསན་རོགས་ཞུ། རྒྱ་གར་ཧི་མ་ཅལ་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་གྱིས་ཕུ་བོ་ལ་མཛའ་འབྲེལ་ཚོགས་པ་ལ་མངའ་སྡེ་གི་ངོས་ནས་མཐུན་འགྱུར་གང་ཐུབ་གནང་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། དགྲ་བོའི་ཡ་ནི་ཡོས་ཞེས་པའི་དྲ་རྒྱ་གི་སྟེང་ལ་གནས་ཚུལ་བཀོད་པར་གཞིགས་ན་ཟླ་བ་འདིའི་ཚེས་ལྔ་དང་དྲུག་ཉིན་གཉིས་ཀྱི་རིང་ལ་རྡ་རམ་ས་ལའི་ཉེ་འཁྲིས་སུ་ཕུ་བོ་ལ་མཛའ་འབྲེལ་ཚོགས་པ་བོད་གཉིས་ནས་ལོ་ངོ་བཅུ་དགུ་འཁོར་བའི་དུས་དྲན་མཛད་སྒོ་སྲུང་བརྩི་བྱས་ཡོད་པའི་ཐོག་སྐུ་མགྲོན་དུ་ཧི་མ་ཅལ་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་ཇེ་རམ་ཐཱར་ཁུར། ཐུབ་ཡོད་པ་དང་ཁོང་གི་གསུང་བཤད་གནང་བའི་ནང་ང་བདེན་རྒྱའི་ནང་གང་ས་ཏཱ་ལའི་བླ་མ་བཞུགས་ཀྱི་ཡོད་པའི་ཆ་ནས་ཤིན་གྱིས་ལབ་ཡོད་པ་མ་ཟད་འཛམ་གླིང་ཁྱོན་ཡོངས་སུ་སྙན་གྲགས་ཆེན་པོ་ཆགས་ཡོད་པ་རེད་གང་ས་ཏཱ་ལའི་བླ་མ་མཆོག་གི་ངོས་ནས་ཀྱང་ཧི་མ་ཅལ་མངའ་སྡེ་དང་མངའ་སྡེ་གི་མི་དམངས་ཚོ་ལ་དམིགས་བསལ་ཐུགས་བརྩེ་བ་ཆེན་པོ་གནང་གི་ཡོད་ལུགས་གསུངས་ཡོད་པ་རེད་དེ་དང་ཕྱོགས་མཚུངས་ཁོང་གིས་མངའ་སྡེ་འདི་བཞིན་ལྷ་ཡུལ་ལྟ་བུ་ལ་ངོས་འཛིན་བྱས་པ་དང་དམངས་དོན་ཚོང་བའི་མངའ་སྡེ་འདིའི་ནང་ཆོས་ལུགས་ཚང་མ་མཐུན་སྒྲིལ་དང་ཞི་བདེའི་སྒང་མཉམ་གནས་བྱེད་ཐུབ་ཀྱི་ཡོད་ཟེར་གསུངས་ཏེ་གང་ལྟར་ཚོགས་བཅར་བ་རྣམས་ལ་ཕུ་བོ་ལ་མཛའ་འབྲེལ་སོགས་དཔལ་འབྱོར་བོད་ཀྱི་གནད་དོན་དྲིལ་བསྒྲགས་དང་ཤེས་རྟོགས་སྤེལ་ཐུབ་སར་ཞབས་འདེགས་ཆེན་པོ་བྱས་ཡོད་པ་རེད་ལ་ང་ཚོ་གི་མངའ་སྡེའི་གཞུང་གི་ངོས་ནས་ཀྱང་མཐུན་འགྱུར་གང་ཐུབ་བྱས་ནས་རྒྱ་གར་དང་བོད་པའི་འབྲེལ་ལམ་མུ་མཐུད་ཡར་རྒྱས་འགྲོ་བའི་རེ་བ་ཡོད་ཅེས་གསུངས་ཡོད་སྐད། ཡང་སོག་པ་གསར་འཛུགས་དང་སློབ་སྟོན་པ་སྐུ་ཞབས་ཨན་འདྲེ་ཤེ་ཁུ་མར་གྱིས་བོད་དང་རྒྱ་གར་གཉིས་མཉམ་རུབ་ཀྱི་ཐོག་ནས་ཞི་བདེ་བསྐྲུན་ཐབས་སུ་ལས་དོན་གཉེར་དགོས་ཀྱི་རེད་ཅེས་གསུངས་འདུག་ལ། ཡང་མཛད་སྒོ་གི་ཐོག་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་བཀའ་བློན་ཕྱིར་གཏོང་དབང་ཤུགས་ཀྱིས་བོད་མི་ཚོ་མངའ་སྡེ་འདིའི་ནང་བདེ་སྐྱིད་དང་ཞི་བདེ་གི་ངང་འཚོ་གནས་ཐུབ་ཐུབ་སུ། མངའ་སྡེའི་གཞུང་ནས་འཐེན་འཁྱེར་རོགས་རམ་གནང་བ་ལ་ཐུགས་རྗེ་ཆེ་ཞུ་བ་དང་སྦྲགས། བོད་དང་རྒྱ་གར་ཕོགས་པའི་ཡུལ་ནི་ལོ་ངོ་བརྒྱ་ཕྲག་མང་བོ་གི་གོང་ནས་ཆོས་དང་རིག་གཞུང་གི་འབྲེལ་བ་ཡོད་ཅེས་གསུངས་ཡོད་སྐད། རྒྱ་ནག་ཉིན་རེའི་གསར་ཤོག་གི་ནང་ང་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གི་སྲིད་བློན་ལི་ཁེ་ཆང་ཕྱི་ཚེས་དྲུག་གི་ཉིན་ཨིན་རྡུ་ཉི་ཞི་གི་ནང་རྒྱལ་དོན་འཚམས་གཟིགས་སུ་ཕེབས་འབྱོར་གནང་ཡོད་པ་དང། ཟི་ལིང་གིས་ཨིན་དུ་ནི་ཞི་ཡ་གི་སྲིད་འཛིན་དང་སྲིད་འཛིན་གཞོན་པ་བཅས་འབྲེལ་ཡོད་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་རྒྱུ་དང་དེ་བཞིན་རྒྱལ་ཁབ་གཉིས་ཀའི་ཚོང་དོན་ལྷན་ཚོགས་ཤིག་ལ་མཉམ་ཞུགས་གནང་རྒྱུ་ཡིན་པ་རེད། སྲིད་བློན་ལི་ཁི་ཆང་ས་ཁུལ་དེའི་ནང་ཕེབས་འབྱོར་བྱུང་མ་ཐག་རྒྱ་གར་གྲུ་གུ་བྷོ་སི་ཀྲི་ཞེས་པའི་གསར་ལས་ཁང་གི་གསར་འགོད་པས་དྲི་བར་ཁོང་གིས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་གསུམ་གི་ལོར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨིན་དུ་ནི་ཞི་ཡ་གི་ནང་འཚམས་གཟིགས་སུ་ཕེབས་པ་ནས་བཟུང་རྒྱལ་ཁབ་གཉིས་བར་ཟུང་འབྲེལ་གྱི་ཐོག་ནས་ལས་གཞི་མི་ངོ་གཟིགས་གྲུབ་འབྲས་ཐོན་ཡོད་པ་རེད་ཟེར་གསུངས་འདུག་ལ་རྒྱ་ནག་ནི་ཨིན་དུ་ཉི་ཞི་ཡ་ལ་ཚོང་འབྲེལ་བྱེད་མཁན་རྒྱལ་ཁབ་ཆེ་ཤོས་དེ་ཡིན་པ་དང་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོར་རྒྱལ་ཁབ་གཉིས་ཀྱི་བར་ལ་ཚོང་འབྲེལ་ཨ་སྒོར་ཐེར་འབུམ་དྲུག་ཅུ་རེ་གསུམ་ཙམ་བྱུང་ཡོད་པ་དང་ལས་བྱེད་རྒྱ་ཆེ་བའི་ཁོངས་སུ་རྒྱལ་ཁབ་གཉིས་ཟུང་འབྲེལ་གྱིས་ཚོང་ལས་དང་འབྲེལ་བའི་སྤྱི་གླིང་གསར་འཛུགས་དང། མགྱོགས་ཚད་གཉེར་བའི་མེ་འཁོར་འགྲུབ་གཞིར་བཟོ་ཐུབ་པ་བྱུང་ཡོད་ལུགས་གསུངས་ཡོད་སྐད།

དེང་སྐབས་དབུས་གླིང་གི་རྫ་ཆུ་ཁ་བ་ཕྱོགས་སུ་བོད་རིགས་གཞོན་སྐྱེས་རྣམས་ཀྱིས་སྤྱིར་སློབ་སྦྱོང་གི་ཕྱོགས་ནས་གྲུབ་འབྲས་ཆེན་པོ་ཐོན་ཐུབ་པ་བྱུང་མ་ཐུབ་ན་ཡང་སྤྱི་ཚོགས་ཀྱིས་འཚོ་བའི་ལོངས་སྤྱོད་ལ་མཁོ་བའི་རིགས་ཀྱི་ལག་ཤེས་སྣ་ཁ་འདྲ་མིན་སྣ་ཚོགས་སྦྱོང་བརྡར་བྱེད་བཞིན་པའི་སྐོར་ལ་དབུས་གླིང་གི་བོད་མི་ཁག་ཅིག་གིས་འདི་ག་རླུང་འཕྲིན་ཁང་ལ་བརྗོད་ན། རང་གི་གསོ་སྦྱོང་གི་ཐུགས་ཡེ་ཤེས་ལ་བརྟེན་པའི་མི་ཚེ་ག་པར་རི་རྒྱལ་ལྟ་བུ་གསོ་སྦྱོང་གི་ཐུགས་ཡེ་ཤེས་ལ་ལྷུན་གྲུབ་ལྟ་བུའི་སྤྱན་འདྲེན་བླ་མཁར་གྱི་སྤྱི་ལེ། རང་རིགས་མི་ཡིས་ཅི་ར་མེད་ན་སློབ་འབྲིང་དང་སློབ་ཆུང་སྐུ་རིམ་དྲུག་པ་དེ་བར་ལྟར་དུ། ཁོང་གིས་བརྗོད་དོན་ལྟར་ན་རྒྱ་ནག་སྲིད་གཞུང་གིས་སྲིད་ཇུས་གསར་བ་ཞིག་གཞུང་སྤྱིའི་ལས་ཀ་མེད་མཁན་རྣམས་ཀྱི་ངོས་ནས་རང་རང་གི་འཚོ་བའི་དཔལ་འབྱོར་སྤྱི་ཡོངས་ཁོང་འཚོལ་ཐུབ་ཆེད་དུ་ལག་ཤེས་ཀྱི་རིགས་སྣ་ཚོགས་སྦྱང་བ་བྱེད་ཆོག་པ་དང་སྦྱོང་བརྡར་གྱི་རིམ་པ་ནི་སྲིད་གཞུང་གིས་བཀོད་སྒྲིག་བྱེད་ཀྱིན་ཡོད་པས་དེར་ཐོ་འགོད་དགོས་པ། ཆ་རྐྱེན་གཙོ་བོ་ནི་མ་མཐའ་ཡང་འཛིན་རིམ་དྲུག་པའི་སློབ་སྦྱོང་ཡོང་མཁན་ཞིག་ཡིན་དགོས་ལུགས་དང་གལ་ཏེ་སློབ་སྦྱོང་གི་ཆུ་ཚད་ཆེན་པོ་མེད་ཚེ་རྒྱའི་སྐད་ཡིག་བཤད་ཤེས་པ་དང་འབྲི་ཤེས་ནའང་ཆོག་པས་དེ་ལུགས་ཀྱི་གཞོན་སྐྱེས་སྐྱེས་ཕོ་མོ་མང་པོ་ཞིག་གིས་སྲིད་གཞུང་གི་བཀོད་སྒྲིག་དེར་དང་དོད་ཀྱིས་སྦྱང་བ་བྱེད་བཞིན་འདུག་སྦྱང་བྱ་གཙོ་བོ་ནི་ཚེམ་སྒྲིབ་དང་ཚེམ་བཟོའི་རིགས་ཤིང་ལས་དང་ཨར་ལས་ཀྱི་རིགས་དེང་སྐབས་ཀྱི་འཕྲུལ་ཆས་ཀྱི་རིགས་ཆག་ཁྲིམས་ཤོར་ན། བསྐྱར་བཟོ་ཇི་ལྟར་བྱེད་དགོས་མིན་སོགས་ཀྱི་སྐོར་རེད་ལ། དེ་མིན་གཞོན་སྐྱེས་མི་སྒེར་སོ་སོའི་ངོས་ནས་ཀྱང་སྲིད་གཞུང་ལ་མ་བརྟེན་པར་རང་ངོས་ནས་ལག་ཤེས་ཅན་གྱི་དགེ་རྒན་འདྲ་བཙལ་ནས་སྦྱང་བ་བྱེད་མཁན་ཡང་མང་བོ་རེད་འདུག་ཅེས་བརྗོད་སོང། ཡང་ས་གནས་དེ་གའི་མི་སྣ་གཞན་ཞིག་ལ་བཅར་འདྲི་བྱས་པར་ཁོང་གིས། ཆེ་ཤོས་ནི་བོད་ཁྱིམ་ཕ་མ་རུ་ཁག་སྒེར་གཙོ་དང་བུ་མོ་ཡང་སྡེ་བརྒྱད་རང་བཞིན་ད་དུང་མ་ནིང་ཀྱི་ཁྲལ་གྱོད་དུམ་བུ་རེ་རེ་བརྒྱད་བཟོ་འདྲ་དང། དེ་ལྟར་ཁོང་གིས་བརྗོད་དོན་ལྟར་ན། ཁོང་ནི་ད་ལྟ་ལོ་ན་སུམ་བཅུ་ཡས་མས་ལ་སླེབས་ཡོད་པ་དང་སྔོན་ཆད་སློབ་གྲྭ་འགྲིམ་པའི་གོ་སྐབས་མ་བྱུང་བར་བརྟེན་ད་ལྟ་རང་གི་འཚོ་བའི་དོན་དུ་ཚེ་འཛིན་རིགས་ཀྱི་ལག་ཤེས་སྦྱང་བཞིན་ཡོད་པ་དང་གཙོ་བོ་བོད་རང་གི་མི་རིགས་ཀྱི་སྲོལ་རྒྱུན་གླ་བ་བཟོ་སྟངས་དང་སྤྱོད་སྟངས་སོགས་ལ་སྦྱང་བ་བྱས་ནས་དར་ཡོད་པ་དང་རིམ་བཞིན་དེང་རབས་ཀྱི་བོད་ལུགས་གྱོན་ཆས་ཀྱི་རིགས་བཟོ་སྟངས་སྦྱང་བ་བྱེད་བཞིན་ཡོད། རང་ངོས་ནས་ལག་ཤེས་སྣ་གཅིག་ཀྱང་ཤེས་ཐུབ་ན་བསམ་ནས་བྱུང་བ་ཡིན་པ་དང་སྤྱིར་བཏང་སྐུ་བཞུར་སྐྱེས་མང་པོས་འབྲོག་པའི་ཕྱུགས་རིགས་འཚོ་སྐྱོང་གི་འཚོ་བ་ལས་གྲོང་དང་གྲོང་རྡལ་སོགས་སུ་ཡོང་ནས་ལག་ཤེས་ཀྱི་རིགས་སྦྱང་བ་བྱེད་བཞིན་འདུག་ལ་ཁོང་གིས་མཐོང་ཐོས་ལྟར་ན་བོད་རིགས་ཚོའི་ཁྲོད་དུ་ལག་ཤེས་ཀྱི་རིགས་ལ་སྦྱང་བ་བྱེད་མཁན་སྐྱེས་བ་ཕོ་མོ་གཉིས་ལས། ཕུག་མང་བ་འདུག་ཅེས་བརྗོད་སོང། དེ་ལྟར་ན་རྫ་ཆུ་ཁ་བ་ཕྱོགས་སུ་གཞོན་སྐྱེས་ཚོས་ལག་ཤེས་སྦྱང་དགོས་པའི་རྒྱུ་རྐྱེན་སྐོར་ཤེས་རྟོགས་བྱུང་བ་ལྟར་ན་ཁྱིམ་ཚང་གི་འཚོ་བའི་ཡོང་ཁུངས་ཆེ་ཤོས་དེ་དབྱར་རྩྭ་དགུན་འབུ་ཡིན་པ་དང་དེ་ཡང་ལོ་རེར་བཟང་ངན་གྱི་གནས་ཚུལ་མང་བོ་ཞིག་བྱུང་བཞིན་པའི་སྟབས་ཀྱིས་གལ་ཏེ་གཞོན་སྐྱེས་ཚོས་ལག་ཤེས་ཤིག་སྦྱོང་བརྡར་ཐོབ་ནས། རང་རྐང་འཛུགས་ཐུབ་པ་ཡིན་ན་དཔལ་འབྱོར་འཚོལ་སྒྲུབ་ཀྱི་ཕྱོགས་ནས་དཀའ་ཁག་མི་འཕྲད་པ་མ་ཟད་མི་གཞན་གྱི་འོག་ཏུ་ལས་དཀའ་ཡང་བྱེད་མི་དགོས་པ་ད་དུང་གླགས་ཤེས་ཡོད་མཁན་ཞིག་ཡིན་ན་གཞོན་སྐྱེས་ལས་དཀའ་མེད་མཁན་ཚོར་ཡང་སྦྱོང་བརྡར་འདྲ་བྱེད་དུ་འཇུག་ཟུར་དུ་རང་རང་གི་གླགས་ཤེས་ཡར་རྒྱས་སུ་གཏོང་ཐུབ་པ་མ་ཟད་གླགས་བཟོའི་དཀའ་ངལ་ཡག་པོ་ཞིག་བཟོ་ཐུབ་པ་ཡིན་ན་དེང་སྐབས་དར་ཁྱབ་ཆེ་བའི་དྲ་ལམ་བརྒྱུད་ནས་ཚོང་སྒྱུར་བྱེད་ཐུབ་པ་སོགས་ཀྱི་ཆ་རྐྱེན་འཛོམས་པོ་ཡོད་ཀྱང་ཐོབ་སྦྱོང་གི་ཕྱོགས་ནས་གྲུབ་འབྲས་ཐོན་པའི་བྱ་བ་ཞིག་སྒྲུབ་མི་ཐུབ་པའི་སྟེང་ལ་ལག་ཤེས་ཤིག་ཀྱང་མ་ཤེས་ཚེ་མ་འོངས་བའི་མི་ཚེ་ཁ་ཕྱོགས་གང་འདྲ་ཞིག་ཏུ་འགྲོ་མིན་ཚོད་དཔག་ཐུབ་པ་ཞིག་ཡིན་སྐོར་གྱི་གླེང་སློང་བྱེད་བཞིན་ཡོད་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།

ཕྱི་ལོ་ཆིག་སྟོང་དང་བརྒྱ་ལྔ་བརྒྱ་ང་དགུ་དགུ་ལོར་རྒྱ་ནག་གཞུང་གིས་བོད་ལ་བཙན་བཟུང་བྱས་པ་དང་བོད་མི་ས་ཡ་ལྷག་གི་ཚེ་སྲོག་ཤོར་བ་དང་བོད་ཀྱི་རིག་གནས་གཏོར་བཅོམ་བྱས་པ་ལ་སོགས་པའི་གནས་སྟངས་ཀྱི་འོག་ཏུ་བོད་མིའི་ཐུན་མོང་མ་ཡིན་པའི་ཤུལ་བཞག་རིག་གནས་ཉམས་པ་ཚོར་ཆེད་དང་མི་ཉམས་རྒྱུན་འཛིན་ཡོང་རྒྱུ་གི་ཐབས་སུ་དམིགས་ཏེ་དབུས་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལྷན་ཁང་གི་ཁྱབ་ཁོངས་སུ་བོད་ཀྱི་འགྲེམས་སྟོན་ཁང་ཞེས་པ་ཞིག་གསར་འཛུགས་གནང་སྟེ

བོད་མི་ཚོར་བཙན་ཤུལ་དུ་སླེབས་པའི་མིའི་ལ་རྩོད་གྲོས་ཤིག་ནི་བོད་ཀྱི་རིག་གནས་སྲུང་སྐྱོབ་དང་ཉར་ཚགས་བྱ་རྒྱུ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་དབུས་བོད་མིའི་སྒྲིག་འཛུགས་ཀྱིས་རྡ་རམ་ས་ལར་བོད་ཀྱི་འགྲེམས་སྟོན་ཁང་བཙུགས་ཏེ་བོད་ཀྱི་རིག་གནས་ཉར་ཚགས་དང་ལོ་རྒྱུས་ངོ་སྤྲོད། ཡང་བོད་ཀྱི་འདས་པ་དང་ད་ལྟའི་གནས་སྟངས་འདྲ་པར་དང་ཡང་ན་བརྙན་འཕྲིན་གྱི་ལམ་ནས་འཛམ་གླིང་མི་མང་གི་གཟིགས་རྟོགས་ཡོང་རྒྱུ་གི་ཆེད་དུ་དམིགས་ཡོད་ཚུལ་འགྲེལ་བརྗོད་བྱས་ཡོད་པ་རེད་ལ་ཡང་ཐེངས་འདིར་ཨ་མི་རི་ཀའི་མངའ་སྡེའི་འོད་ཟེར་ཁང་ཞིང་གི་ནང་ཡོད་པའི་ཆོས་ཚོགས་ཤིག་སྟེ Deer Park Buddhist Center ཞེས་པ་དེ་དང་ཁོ་དེའི་འཕྲལ་རིགས་མཐོ་སློབ་གཉིས་ནས་ཐུན་མོང་གི་སྒོ་ནས་གོ་སྒྲིག་བྱས་ཏེ་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་གསར་འགོད་ནས་སུམ་ཅུ་ཐམ་པ་དགུ་བར་ཉིན་གྲངས་གཉིས་ཀྱི་རིང་ལ་པར་རིས་ལ་ཚོགས་ཤིང་འགྲེམས་སྟོན་གནང་ཡོད་པ་དང་སྐབས་དེ་དུས Wisconsin བོད་རིགས་སྤྱི་མཐུན་ཚོགས་པ་གི་ཚོགས་གཙོ་བློ་བཟང་བསྟན་འཛིན་གྱིས་ཁོང་ཚོའི་ས་དེ་ལ་བོད་སྤྱིའི་འགྲེམས་སྟོན་ཁང་གི་འདྲ་གཞི་དང། བརྙན་པར་འགྲེམས་སྤེལ་གནང་བ་ལ་བཀའ་དྲིན་ལགས་ཞུ་ལ་ཞུས་ཡོད་པ་དང་བོད་ཀྱི་འགྲེམས་སྤེལ་ཁང་གི་འགན་འཛིན་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་བོད་ཀྱི་འགྲེམས་སྤེལ་ཁང་གི་དགོས་དམིགས་དང་ལས་འཆར་སོགས་ངོ་སྤྲོད་ཞུས་ཡོད་པ་རེད། བོད་ཀྱི་འགྲེམས་སྤེལ་ཁང་གིས་པར་རིས་འགྲེམས་སྤེལ་གྱི་ལས་གཞི་འདི་བཞིན་ཞིང་ཨ་མེ་རི་ཀའི་ས་གནས་གཞན་ཁག་ཏུ་བསྐྱོད་ཡོད་པ་བཞིན་ཕྱི་ཟླ་ལྔ་བ་གི་ཚེས་ལྔ་ནས་ཚེས་དྲུག་གི་བར་ནིག་ཡོག་གྲོང་ཁྱེར་དུ་འགྲེམས་སྤེལ་གནང་རྒྱུའི་སྟ་གོན་ཞུས་ཡོད་པ་རེད།

མང་སྒོས་ཕྱོགས་གོ་ཐ་ལ་སྟངས་འཛིན་བྱེད་བཞིན་པ་དེ་ནི་ཞབས་ཆུང་གི་བྱ་སྤྱོད་རྫིག་རེད་ཅེས་སྐྱོན་བརྗོད་བྱས་ཡོད་པ་རེད། རེའུ་ཆར་གསར་ལས་ཁང་གིས་ཕྱི་ཚེས་ལྔ་གི་ཉིན་ཨ་མེ་རི་ཀའི་སྲིད་འཛིན་ལས་ཁུངས་ཀྱི་གསར་འགོད་དྲུང་ཆེ། Sarah Sanders། གི་སྤྱི་བསྒྲགས་པས་བ་ཟིག་ལུང་འདྲེན་བྱས་པ་ལྟར་ན། རྒྱ་ནག་གཞུང་གི་མཁའ་ལམ་འགྲིམ་འགྲུལ་ལས་དོན་ཁང་ནས་ཨ་མེ་རི་ཁའི་གནམ་གྲུའི་ལས་དོན་ཚན་པ་ཁག་ཅིག་ལ་བཀོད་ཁྱབ་བཏང་སྟེ་ལས་ཁུངས་དེ་དག་གི་དྲ་རྒྱ་གི་ནང་ལ་ཐའེ་ཧྥེ་གྷོན་ནི་རྒྱ་ནག་གི་ཆ་ཤས་ཡིན་པ་དང་ཧོང་ཀོང་དང་ཨོ་མིན་གཉིས་ལ་དམིགས་བསལ་ས་གནས་སྲིད་གཞུང་ཡོད་པའི་རྒྱ་ནག་གི་ཁོངས་སུ་གཏོགས་ཀྱི་ཡོད་པར་བརྟེན། གནས་ཚུལ་བདེན་པ་མིན་པ་དེ་དག་ཡོ་བསྲང་བྱས་ཏེ་དེ་དག་ཕྱིར་འཐེན་དང་ནོར་གྱིས་རྒྱག་དགོས་ཞེས་བཤད་ཡོད་པ་མ་ཟད་ཨ་མེ་རི་ཁའི། American Airlines། ནས་ཀྱང་འདས་པའི་བདེན་ཁྲི་དེ་ནི་རྒྱ་ནག་གི་འབྲེལ་ཡོད་ལས་ཁུངས་ནས་ཡི་གེ་འབྱོར་ཡོད་ལུགས་བསྒྱུར་ཡོད་པ་རེད། འདི་འདྲ་བའི་གནས་ཚུལ་ནང་ནང་ཡང་བྱུང་ཡོད་པ་དཔེར་ན་ཨ་མེ་རི་ཀའི Delta Airline ཞེས་པའི་དྲ་གནས་སུ་ཐའེ་ཝན་དང་འུ་གཉིས་རྒྱལ་ཁབ་ལོག་སྲེད་ཡིན་ལུགས་བཀོད་པ་དེ་ལ་རྒྱ་ནག་གཞུང་ནས་ཁ་རྡུང་དང་ནོར་འཁྲུལ་རྒྱག་དགོས་ལུགས་བཤད་མ་ཐག་གནམ་གྲུ་ལས་ཁུངས་དེས་དགོངས་སེལ་བྱས་ནས་ཕྱིར་འཐེན་བྱས་ཡོད་པ་སོགས་གང་ལྟར་རྒྱ་ནག་གཞུང་ནས་རྒྱལ་སྤྱིའི་སྤྱི་སྒེར་ཚང་མ་ལ་རྒྱ་ནག་རང་ཉིད་ཀྱི་འདོད་པ་ལྟར་བཀོད་ཁྱབ་གཏོང་བཞིན་པ་དེར་ད་རེས་ཨ་མེ་རི་ཀའི་གཞུང་ཕྱོགས་ནས་མི་འདོད་པའི་རྣམ་འགྱུར་དང་བཅས་ཕར་བཀའ་བཀྱོན་གནང་ཡོད་པ་རེད། དཔེར་ན་ཨ་མེ་རི་ཀའི་སི་ཨེན་ཨེན་དང་རོས་ཀྱི་གསར་ལས་ཁང་གིས་ཕྱི་ཚེས་ལྔ་གི་ཉིན་ཨ་མེ་རི་ཀའི་སྲིད་འཛིན་ལས་ཁུངས་ཀྱི་གསར་འགོད་དྲུང་ཆེ་སེ་ར་སེན་ཏར་སི་གི་སྤྱི་སྒྲག་ཤིག་སྤེལ་བ་ལུང་འདྲེན་བྱས་ནས། ཁོ་མོས་འདི་ལྟ་བུའི་བཤད་སྲོལ་ནི་རྒྱ་ནག་གུང་ཁྲན་ཚོགས་པའི་རང་ཉིད་ཀྱི་ཆབ་སྲིད་ཀྱི་བསམ་ཚུལ་ཨ་མེ་རི་ཀའི་སྒེར་གྱི་ཚན་པ་དང་ཨ་མེ་རི་ཀའི་མང་ཚོགས་ལ་གནོན་ཤུགས་སྤྲོད་པའི་བྱེད་སྒང་གཅིག་སྡུད་ཀྱི་བཤད་སྲོལ་ཟིག་རེད། དེ་འདྲ་ཡིན་དུས་ང་ཚོས་རྒྱ་ནག་གཞུང་ལ་ཨ་མེ་རི་ཀའི་མི་སེར་དང། མཁའ་འགྲུལ་ཚན་པ་ཁག་ལ་སྡུག་ར་གཏོང་བ་མཚམས་འཇོག་བྱེད་དགོས་པའི་འབོད་སྐུལ་བྱེད་རྒྱུ་ཡིན་ཞེས་ཤུགས་ཆེན་པོ་གི་ཐོག་ནས་གསུངས་ཡོད་པ་རེད། ཡིན་ན་ཡང་ཁོ་མོ་གི་སྐྱོན་བརྗོད་དེ་ལ་ཕྱི་ཚེས་དྲུག་གི་ཉིན་རྒྱ་ནག་ཕྱི་འབྲེལ་ལས་ཁུངས་ནས་ཨ་མེ་རི་ཀས་ག་རེ་བཤད་ཀྱང་མ་བཤད་ཀྱང་རུང་འཛམ་གླིང་ནང་རྒྱ་ནག་གཅིག་མ་གཏོགས་མེད་པ་ཚང་མས་ཤེས་གསལ་རེད། ཧོང་ཁོང་དང་ཐའེ་ཝན། ཨོ་མིན་ནི་རྒྱ་ནག་གི་ཁ་འབྲལ་ཐུབ་མེད་པའི་ཆ་ཤས་རེད། དེ་འདྲ་ཡིན་དུས་ཕྱི་རྒྱལ་གྱི་ཡུལ་གྲུ་ཚང་མས་ཀྱང་རྒྱ་ནག་གི་བདག་དབང་ལ་སྲུང་བརྩི་བྱེད་པའི་རེ་བ་ཡོད་ཅེས་ལན་འདེབས་བྱས་ཡོད་པ་རེད། རྒྱ་ནག་གཞུང་ནས་ཁ་འབྲལ་ཚན་པ་གཅིག་པའི་ཐོག་ལ་དུག་ར་གཏོང་བ་ཙམ་མ་ཡིན་པར་ན་ནིང་གི་ལོར་ཨ་མེ་རི་ཁའི་མགྲོན་ཁང་ཆེ་ཁག་ཅིག་དང་ཡོ་རོབ་ཀྱི་གྱོད་མཁས་ཚོང་ལས་ཚན་པ་བཅས་ཀྱི་ཐོག་ལ་ཡང་དྲ་རྒྱ་གི་ནང་ཝུའུ་ཏང་ཧོང་ཀོང་ཨོ་མིན་སོགས་རྒྱ་ནག་གི་ཁོངས་གཏོགས་ཡིན་པ་ལས་རྒྱལ་ཁབ་ལོགས་སུ་བཀོད་ན་འགྲིག་གི་མེད་ཟེར་ནོར་འཁྲུལ་བྱ་དགོས་ལུགས་གང་རུང་ཤུགས་བསྟན་མྱོང་ཡོད་པ་རེད། རྒྱ་གར་གྱི་ད་ཡོད་དཔལ་འབྱོར་འཕེལ་རྒྱས་བརྒྱ་ཆ་གི་བདུན་ཡོད་པ་ནི་ཧ་ཅང་གི་མགྱོགས་པོ་ཡིན་པ་དང་དེ་མུར་དཔལ་འབྱོར་འཕེལ་རྒྱས་ཕྱིན་པ་ཡིན་ན་འབྱུང་འགྱུར་གྱི་ལོ་བཅུ་ཕྲག་འགའ་ཤས་ཀྱི་ནང་ཚུད་རྒྱ་གར་གྱི་དཔལ་འབྱོར་ལྡབ་གཉིས་ཀྱིས་ཨེ་ཤེ་ཡ་གྱི་འཕེལ་རྒྱས་དངུལ་ཁང་གི་དཔལ་འབྱོར་རིག་དཔལ་གྱིས་བཟུང་ཡོད་པ་རེད། ཨེ་ཤེ་ཡ་འཕེལ་རྒྱས་དངུལ་ཁང་གི་དཔལ་འབྱོར་རིག་དཔལ་བ་ཡ་སུ་སོ་ཁེ་ཡིས་གསུངས་ན་རྒྱ་གར་གྱི་དཔལ་འབྱོར་འཕེལ་རྒྱས་སུ་རྒྱལ་ཁབ་ཀྱིས་མི་དམངས་ཀྱི་དགོས་མཁོ་མང་དུ་ཕྱིན་པ་ལས་འབྱུང་ངེས་ཡིན་པ་ལས་དངོས་ཟོག་ཕྱིར་ཚོང་གཙོ་བོ་མིན་པ་གསུངས་ཡོད་པ་རེད། ཨེ་ཤེ་ཡ་གི་འཕེལ་རྒྱས་དངུལ་ཁང་གི་དཔལ་འབྱོར་རིག་པ་བས་གསུངས་བ་ལྟར་ན། རྒྱ་སྐད་ནི་འཛམ་གླིང་ནང་དཔལ་འབྱོར་འཕེལ་རྒྱས་ཉེར་ཤོས་ཀྱི་རྒྱལ་ཁབ་ཡིན་པ་དང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ཕྱིར་དགུ་གི་ལོར་དཔལ་འབྱོར་འཕེལ་རྒྱས་བརྒྱ་ཆ་གི་བདུན་དང་གྲངས་ཆུང་གསུམ་ཡོང་གི་ཡོད་པའི་ཚོད་དཔག་གནང་ཡོད་པ་རེད། རྒྱ་གར་ཉེན་རྟོག་པས་ལོ་ཆུང་བུ་མོ་ཞིག་ལ་བཙན་གཡེམ་དང་གསོན་པོར་མེ་བསྲེགས་གཏོང་མཁན་གྱི་རྟོག་ཞིབ་ཅན་གྱི་མི་ལྟེ་བ་དེ་འཛིན་བཟུང་བྱས་ཡོད་པ་རེད། སྦི་སྦི་སི་གི་གནས་ཚུལ་དཔེ་སྟོན་ལ་གཞིགས་ན། སྦྲ་ནོར་སྦོ་བས་ཡིན་ཟེར་བ་དང། མི་དེ་དང་ལག་འབྲེལ་ཡོད་པ་ཁག་ཅིག་གིས། བུ་མོ་ལོ་བཅུ་དྲུག་ཅན་ཞིག་ལ་བཟའ་པ་སྲིང་གི་ཉིན། སྦྱར་མཁན་འདྲ་མངའ་སྡེ་གི་ནང་བཙན་གཡེམ་བྱས་པའི་རྗེས། གསོན་པོ་ལ་མེར་སྲེག་བཏང་བའི་དོགས་གཞི་གི་འོག་ཏུ་འཛིན་བཟུང་བྱས་ཡོད་པ་རེད། གནས་ཚུལ་ནང་གསལ་བར་གཞིགས་ན། བུ་མོ་དེའི་ཕ་མ་གཉིས། གཉེན་སྟོན་ཞིག་ལ་ཕྱིན་པའི་རྗེས། མོ་རང་གཅིག་པུ་ཁྱིམ་དུ་ཡོད་སྐབས་བཙན་གཡེམ་བྱས་པ་ཞིག་ཡིན་པ་རེད། ལྕང་ར་པ་ཚོ་ཐང་རྒྱལ་གོང་ས་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལས་འཆར་གྱི་ནང་དུ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་དགུ་ཟླ་བ་བཅུ་གཉིས་ཀྱི་ཚེས་བཞི་གི་ཉིན་རྒྱལ་བ་རིན་པོ་ཆེ་ཡིས་བོད་ནས་གསར་དུ་འབྱོར་བའི་བོད་མི་ཁག་ཅིག་ལ་མཇལ་ཁ་དང་བཀའ་སློབ་གནང་བ་ཁག་ཧུར་གཙང་འཇིགས་མེད་ཀྱིས་མུ་མཐུད་ནས་རྒྱང་སྲང་ཞེས་པ་ཞིག་ལ་གསན་རོགས་ཞུ།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཞི་ཉིན། བོད་རྒྱའི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བོད་ནས་རྒྱ་གར་དུ་འབྱོར་བའི་བོད་མི་ཁག་ཅིག་ལ་མཇལ་འཕྲད་དང། བླང་དོར་ལམ་སྟོན་གྱི་བཀའ་སློབ་གནང་འདུག་པས། ཚན་པ་སྔ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་རྒྱ་ནག་གི་སྲིད་འཛིན་ཆགས་པའི་རྗེས་སུ། ཧྥ་རན་སིའི་རྒྱལ་ས་ཕེ་རེ་སི་དང། རྒྱ་གར་གྱི་རྒྱལ་ས་ལྡི་ལི་སོགས་སུ་གཏམ་བཤད་གནང་བའི་ནང་དུ། ནང་པའི་ཆོས་ལུགས་འདི་རྒྱ་ནག་གི་རིག་གཞུང་གལ་ཆེན་ཞིག་ཡིན་པ་དང། རིག་གཞུང་འདིས་མ་འོངས་པར་རྒྱ་ནག་མི་དམངས་ལ་ཕན་ཐོགས་སྒྲུབ་ཐུབ་པའི་དགོངས་ཚུལ་གསལ་བོར་བཏོན་ཡོད། ཡིན་ན་ཡང་བཤད་ཚུལ་གཞན་པ་ཞིག་ཏུ། ཁོང་གིས་ཕྱི་རྒྱལ་དུ་སོང་བའི་དོན་དག་དེ་རིགས་རྒྱ་ནག་གི་གསར་འགྱུར་རྒྱུས་ལོན་ཁག་ཏུ་མཐོང་རྒྱུ་མེད་པར་བཤད་པ་སོགས། བཤད་སྲོལ་སྣ་ཚོགས་ཤིག་ཡོང་གི་ཡོད་ན་ཡང། རྒྱ་ནག་དམར་ཤོག་གི་ཆེས་མཐོའི་དཔོན་རིགས་ཤིག་གིས། འཛམ་གླིང་གི་སྡིངས་ཆའི་སྟེང་དེ་ལྟ་བུའི་ངོས་འཛིན་ཞེས་པ་དེ་ཆེས་ཐོག་མ་ཆགས་ཀྱི་ཡོད་པ་དང། གནས་ཚུལ་འདི་ད་ལྟའི་རྒྱ་ནག་དམར་ཤོག་གི་ཆེས་མཐོའི་དཔོན་རིགས་ཚོའི་ནང་དུ། ནང་བསྟན་ཆོས་ལུགས་དང། བོད་བརྒྱུད་ནང་བསྟན་ཆོས་ལུགས་ཀྱིས་རྒྱལ་ཁབ་དང་མི་དམངས་ཀྱི་མངོན་འདོད་བསྐང་ཐུབ་པའི་ལྟ་ཚུལ་འཛིན་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་དེ་མཚོན་གྱི་ཡོད། ཕྱོགས་གཞན་ཞིག་ནས་ང་ཚོས་བསམ་བློ་བཏང་བ་ཡིན་ན། རྒྱ་ནག་གི་སྲིད་འཛིན་ཟེར་བ་ཧུའུ་ཅིན་ཐའོ་ཡི་སྐབས་སུ་འཆམ་མཐུན་གྱི་སྤྱི་ཚོགས་ཟེར་བ་ཞིག་བྱེད་འགོ་ཚུགས་པ་དང། དེ་ནས་བཟུང་དཔོན་རིགས་ཡོད་ཚད་ཀྱིས་འཆམ་མཐུན་དང་བརྟན་ལྷིང་ཞེས་པའི་ཡིག་འབྲུ་འདི་དག་རྒྱུན་དུ་གསུང་གི་ཡོད་ན་ཡང། ཁ་ཞེ་གཉིས་མེད་ཀྱི་བརྟན་ལྷིང་དང་འཆམ་མཐུན་དགོས་ན། དྲག་གནོན་དང་རྡུང་རྡེག་ལ་བརྟེན་ནས་ཡོང་ཐབས་མེད་པར། བོད་མི་རྣམས་ཀྱི་རང་གི་ཚེ་སྲོག་ལྟ་བུའི་གལ་ཆེན་དུ་འཛིན་པའི་ཆེད་དང་རིག་གཞུང་སྲུང་སྐྱོབ་རྒྱུན་འཛིན་གྱི་སྡིངས་ཆ་དང་གོ་སྐབས་བསྐྲུན་རྒྱུ་སོགས་དོན་དངོས་དང་མཐུན་པའི་ལས་དོན་བསྒྲུབས་ན། ད་གཟོད་འཆམ་མཐུན་གྱི་སྤྱི་ཚོགས་མངོན་འགྱུར་བྱེད་ཐུབ་པར་མ་ཟད། དུས་ཡུན་རིང་པོར་ཕན་པའི་བརྟན་ལྷིང་གི་སྤྱི་ཚོགས་འཛུགས་སྐྲུན་ཀྱང་བྱེད་ཐུབ་པ་སྟེ། དཔེར་ན་བོད་མི་རྣམས་རྒྱལ་ཁབ་ལ་འཇིགས་སྐྲག་སྐྱེས་ནས་སྡོད་དགོས་པ་དང། རྒྱལ་ཁབ་ལ་མ་དགའ་བའི་ངང་ནས་སྡོད་དགོས་ན། བརྟན་ལྷིང་དང་འཆམ་མཐུན་འབྱུང་ཐུབ་མེད་པ་དེ་སྤྱིར་བཏང་གི་རྒྱུན་ཤེས་ཀྱི་ཐོག་ནས་ཤེས་རྟོགས་བྱེད་ཐུབ་པ་ཞིག་ཡིན་པས། བོད་རིགས་མི་དམངས་ལ་འཆམ་མཐུན་བྱེད་པ་དང། བོད་མིའི་ཆེས་ཐང་རིག་གཞུང་ལ་བརྩི་བཀུར་བྱེད་པ། བོད་ཀྱི་དངོས་བྱུང་ལོ་རྒྱུས་ལ་འཁྱོག་བཤོད་དང། བཟོ་བཅོས་རྒྱག་པ་སོགས། མི་རིགས་ཀྱི་སེམས་རྩ་ལ་རྨ་ཁ་བཟོ་བའི་ལས་ཀ་དེ་རིགས་མཚམས་འཇོག་གིས་ཕན་ཚུན་བརྩི་བཀུར་བྱས་ན། ད་གཟོད་འཆམ་མཐུན་དང། བརྟན་ལྷིང་འབྱུང་ཐུབ་རྒྱུ་ཡིན་པ་དེ་རེད། ང་རྒྱ་མི་མོ་ཤོར་བ་དེ་འདྲ་མང་པོ་ཡོད། མཁས་དབང་དེ་འདྲ་རེད། ཁ་ཚུགས་རྒྱ་ཡིག་ཡིག་ཆའི་ནང་ལ་དུས་རབས་བདུན་པ་བརྒྱད་པ་དགུ་པ་དེ་ཚོའི་ཁ་ཚུགས་ལ་རྒྱ་བོད་ཐ་དད་རང་རེད་ཤག་ཟེར་འདི་ཤེས་གི་འདུག་ག། ས་དེ་རིང་ཡིན་དུས་ས་ནས་ང་ཚོ་ལོ་རྒྱུས་ཐོག་དེ་འདྲ་རེད། རེད་དེ་ཡིན་ནས་དཔེར་ན་ཡོ་རུབ་ཀྱི་ལུང་པ་དེ་ཚོ་དེ་ལོ་རྒྱུས་ཀྱི་ཐོག་ནས་ལུང་པ་སོ་སོ་སོ་རང་བཙན་བྱ་རྒྱུ་དེ་ད་སྤྱིའི་ཁེ་ཕན་ལ་བརྟེན་ནས་མཉམ་རུབ་བྱས་བསྡད་ཀྱི་ཡོད་རེད། རྒྱ་གར་ལ་ཆ་བཞག་ནས་ཅིག་རྒྱ་གར་རྒྱལ་ཕྲན་དེ་ཚོ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་བཟོ་དགོས་ཡོད་རེད། རེད་དེ་ཡིན་ནས་ཁོ་སྤྱིའི་ཁེ་ཕན་ལ་བརྟེན་ནས་མཉམ་རུབ་བྱས་བསྡད་ཀྱི་ཡོད་རེད་པ་ང་ཚོས་དེ་བྱེད་ཆོག་ལོ། རེད་པ། ཨ་ད་ཕག་མོ་སུ་དང་འགྲོ་བ།

སྐབས་གཅིག་ལོ་ཁ་ཤས་གོང་རེད། ང་ཚ་བ་ཉེ་ག་ཅིག་ཡོད་ན་སྐད་ཆ་དྲིས་པ་རེད། རྒན་སྤུན་པོ་གཅིག་གིས་ཏཱ་ལ་ལ་མོ་བདུད་རེད་ཟེར་ཟིག་འདུག་བསགས། ང་སྐད་ཆ་དྲིས་པ་རེད། ཨེ་ནི་ངས་ང་བདུད་ཡིན་ཟེར་ལབ་ཡིན། ང་ར་བ་ཡོད་ཟེར་འདུག་ངས་ཕྱག་རྒྱ་བྱས་བྱས། ང་བདུད་ཡིན་ད་ཟེར་ལབ་ཡིན། ད་ཆོ་ག་ཡ་རེད་ཟེར་ལབ་སྐད་ཆ་དྲིས་པ་རེད། ཆོ་ཁྱེར་མི་འདུག་བ།

རིག་གསར་གསར་བརྗེ་ཚང་མ་ལོག་ལེ་ཡང་ན་དེ་ཤུལ་ལུས་ཁག་གི་འགོ་ཁྲིད་ཚོ་ཡོང་བསྡད་ཀྱི་ཡོད་རེད་ཡང་ན་གསར་བརྗེ་གཅིག་ལ་ཡང་ཁོ་ཚོ་འགོ་ཁྲིད་ཁ་ཤས་ཤིག་ཡོང་བྱས་དེའི་ནང་གི་ཡང་ན་ཡེ་ཤུའི་བླ་མ་དེ་གི་ཨེ་ནི་ང་བོད་སྐད་མ་ཡོང་གོང་ལ་ཡང་ཨེ་ནི་ཡེ་ཤུའི་བླ་མ་དེ་ཟ་ལ་རྒྱ་མིའི་ལས་བྱེད་པ་དེ་འདྲ་ཁ་ཤས་སླེབས་བྱུང་ས་ཨེ་ནི་ཏཱ་ལའི་བླ་མ་ཡོང་གི་ཡོད་རེད་ཁྱེད་རང་ཨེ་ནི་ཏཱ་ལའི་བླ་མ་ཐུགས་ཁག་ཆེ་ན་ཡག་པོ་ཡོང་མ་ད་ཨེ་ནི་ཏཱ་ལའི་བླ་མ་ལོག་སྤྱོད་པ་རེད། ཨེ་ནི་ཁ་བྲལ་བ་རེད། ཐུགས་ཁག་མ་འགྲོ་ཟེར་ནས་གཟིགས་འདུག་ས། འདི་ཟེར་ངན་གྱི་ནང་ལ་ཡ་རྒྱལ་མི་ལས་བྱེད་པའི་ནང་ལོགས་ལ་རྒྱལ་མི། རྒྱལ་མི། རྒྱལ་ལུགས་ཀྱི་ད་མི་མི། ནང་པའི་དུག་ལོག་གོན་བསྡད་པ་ཅིག་གིས་དེ་རེད་འདུག་ས། ཨེ་ཁྱོད་རང་ནང་པ་མ་རེད་པས་ཟེར་ལབ་པ་ཡིན་ས་ཡེ་ཤུ་བླ་མ་དེ་གིས། ཨེ་འདིའི་ལན་དེ་ང་ནང་པ་ཡིན་ས་ཏཱ་ལ་བླ་མ་ནང་པ་མ་རེད་ཟེར་བ་ཤ། ག་ཚོད་ཞིག་དང། གཟའ་བུ་དེ་དེ་ག་མི་སུ་གཅིག་གིས་དེ་ནང་དུ་འགྲོ་དགོས་པ་རེད། ད་ནང་པ་མ་རེད་ཟེར་བ་ཡིན་ན་ད་ག་ཚོད་ལ་དེ་གཅིག་མའོ་ཅོ་པ་རེད་ཁ་བྲལ་བ་རེད་ཟེར་ཡིན་ན་ཁོ་རང་ཚོ་གཅིག་ཆབ་སྲིད་ཀྱི་སློབ་གསོ་ཞིག་ཐོག་ནས་གཅིག་ལབ་ནས་ཀེ་རི་སི་ནས་བཤད་ཀྱི་བསྡད་ན་ཁོ་རང་ཚོ་གནོད་ཡག་རེད་མ་གཏོགས་ཕན་སྐྱོན་མེད་ལ། ཤེས་སོང་ང། དེར་ཁེ་སི་རྒྱ་རིགས་མང་པོ་གཅིག་གིས་ང་ཚོ་དབུ་མའི་ལམ་ཟེར་དེ་བཤད་མཁན་ཚོས་རྒྱ་ནག་གཞུང་གིས་ཨ་ནི་ཏཱ་ལའི་བླ་མ་ཁ་བྲལ་བྱེད་པ་རེད་ཟེར་ནས་ལབ་དུས་འགེམ་ཤོག་འདུག།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གུང་ཁྲན་ཏང་གི་སྒྲིག་འཛུགས་ཀྱི་མགོ་ཁྲིད་པའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཨ་རིའི་སོ་སོའི་མི་དམངས་རྣམས་སྔོན་འགྲོའི་ཆ་རྐྱེན་གལ་ཆེན་ཞིག་བོད་མི་ཚོའི་ངོས་ནས་སྒྲུབ་ཀྱི་ཡོད་པ་ནི། སྔ་རབས་ལོ་རྒྱུས་ཐོག་རྒྱ་བོད་ཧོར་གསུམ་ཞེས་པའི་ཐ་སྙད་གལ་ཆེན་འདིའི་བསྟན་པ་ལྟར། བོད་མི་རྣམས་དུས་རིམ་མང་པོའི་རང་རང་བཙན་གྱི་ངོ་བོར་གནས་པ་སོགས་ཀྱི་ལོ་རྒྱུས་ལ་རྩ་འཛིན་བྱ་རྒྱུ་མིན་པར། མི་རིགས་རང་གི་ཆོས་རིག་ལག་བཤངས་རྒྱུན་འཛིན་ཐུབ་པ་དང། མི་རིགས་ཀྱི་ངོ་བོ་སྲུང་སྐྱོབ་བྱེད་ཐུབ་པའི་རང་དབང་དང་ཐོབ་ཐང་ཡོད་ན། ད་གཟོད་འཆམ་མཐུན་མཉམ་གནས་བྱ་རྒྱུའི་འདོད་པ་ཡོད་པར་བཤད་ཀྱི་ཡོད་པ་སྟེ། དེར་མཐུན་གྱི་སྲིད་ཇུས་དེ་ལ་དབུ་མའི་ལམ་གྱི་སྲིད་ཇུས་ཟེར་གྱི་ཡོད། རང་དབང་རང་བཙན་ཡིན་པའི་ཡོ་རོབ་ཀྱི་རྒྱལ་ཁབ་ཉེར་བརྒྱད་ཙམ། ཐུན་མོང་གི་ཁེ་ཕན་ལ་དམིགས་ནས་སྒྲིག་འཛུགས་གཅིག་གི་འོག་ལ་གནས་བཞིན་ཡོད་པ་དང། སྔར་གྱི་རྒྱ་གར་གྱི་རྒྱལ་ཁྲིམས་ཚོ་ཡང་དེ་དང་ཕྱོགས་མཚུངས་ཤིག་ཡིན་པ་དང། ང་ཚོ་ཡང་ང་ཚོའི་མངོན་འདོད་དང་ཁེ་ཕན་དང་མཐུན་པ་ཡིན་ན། ཉམས་ལེན་བྱེད་རྒྱུར་དམིགས་པ་ཡོད་པ་གསལ་བོར་བསྟན་པ་དང་སྟོན་བཞིན་ཡོད་ན་ཡང། སྒྲིག་འཛུགས་ཀྱི་ངོས་ནས་མི་མང་གི་ཀླད་པ་བཀྲུ་བ་དང། ལོ་རྒྱུས་ཀྱི་གནས་བབ་ལ་རྒྱུས་མངའ་མེད་པའི་མི་དམངས་ཀྱི་མགོ་བོ་དམངས་སུ་འཇུག་ཐབས་སུ། གོང་གསལ་རྒྱལ་དབང་ཚོ་ལ་གཞི་རྩ་མེད་པའི་སྐྱོན་བརྗོད་ཤ་སྟག་བྱེད་ཀྱི་ཡོད་པ་དང། སྤྱི་ལོ་ཉིས་སྟོང་བརྒྱད་ལོར་སྐབས་དེའི་སྲིད་བློན་བྷུན་ཇཱ་པོ་ཡིས་ཀྱང། རྒྱལ་བ་རིན་པོ་ཆེ་རྡུལ་ཡིན་པའི་ཁྱབ་བསྒྲགས་བྱས་པ་སོགས་རྒྱུ་མཚན་མེད་པའི་ཚིག་མཚོན་དང་དམའ་འབེབས་དེ་རིགས་ནི། ཨ་རིའི་སོ་སོའི་མི་དམངས་རྣམས་འཆམ་མཐུན་འབྱུང་མི་ཐུབ་པའི་རྒྱུ་རྐྱེན་གཙོ་བོ་དེ་ཡིན། ལྷག་པར་དུ། གོང་ས་མཆོག་ཡོ་རུབ་སོགས་ཕྱི་རྒྱལ་གྱི་རྒྱལ་ཁབ་ཁག་ཏུ་ཕེབས་སྐབས། རྒྱ་གཞུང་གི་ལས་བྱེད་པ་བཏང་སྟེ་ས་གནས་ཀྱི་ཆོས་ལུགས་མི་སྣ་སོགས་ལ་རྒྱལ་བ་རིན་པོ་ཆེར་མཇལ་འཕྲད་བྱེད་མི་འོས་པའི་སྐུལ་མ་གཏོང་གི་ཡོད་པ་དང། ཁོང་ཚོས་རྒྱལ་བ་རིན་པོ་ཆེ་ལ་མཇལ་བཅར་བྱེད་མི་འོས་པའི་རྒྱུ་མཚན་ནི། ཁོང་ཉིད་རྒྱལ་ཁབ་དང་མི་རིགས་ཁ་བྲལ་དུ་གཏོང་མཁན་ཡིན་པ་དང། ལོག་སྤྱོད་པ་ཡིན་པ། རྡུལ་ཡིན་པ། ནང་པའི་ཆོས་ལུགས་པ་མ་ཡིན་པ་སོགས་གད་མོ་བཀྲུ་བའི་རྒྱུ་མཚན་རྫུན་མ་མང་དག་ཞིག་འགོད་ཀྱི་ཡོད་པ་དེ་རིགས་ནི། བོད་རྒྱ་མི་རིགས་གཉིས་ལ་མཐུན་ལམ་མི་འབྱུང་བའི་པར་ཆས་གཙོ་བོ་དེ་ཡིན། འདས་པའི་ལོ་ངོ་ཁ་ཤས་ཀྱི་གོང་ལ། རྒྱ་རིགས་རྩོམ་པ་པོ་མང་པོ་ཞིག་གིས་བོད་རྒྱའི་གནད་དོན་དང་འབྲེལ་བའི་རྩོམ་ཡིག་ཆིག་སྟོང་ལྷག་འགྲེམས་སྤེལ་བྱས་འདུག་པ་དང། དེ་དག་ཐམས་ཅད་ལ་ཐུན་མོང་གི་ཁྱད་ཆོས་གཅིག་ཡོད་པ་ནི། རྒྱལ་བ་རིན་པོ་ཆེས་འདོན་གནང་མཛད་པའི་དབུ་མའི་ལམ་གྱི་སྲིད་བྱུས་ལ་མོས་མཐུན་དང་རྒྱབ་སྐྱོར་གནང་གི་ཡོད་པ་དེ་ཡིན་པས། ད་ལྟ་རྒྱ་ནག་གཞུང་ཕྱོགས་ནས་ཁྲག་འཛིན་དང། ཆོག་ཤེས་ག་ཚོད་བྱེད་ཀྱི་ཡོད་ན་ཡང། ཤེས་ཡོན་ཡོད་པའི་རྒྱ་རིགས་མི་མང་ས་ཡ་མང་པོ་ཞིག་གིས་བོད་མིའི་མངོན་འདོད་ལ་ཁས་ལེན་གཙང་མ་བྱེད་ཀྱི་ཡོད་པ་དེ་ཧ་ཅང་གསལ་བོ་ཆགས་ཀྱི་ཡོད། བོད་ནང་དུ་འདས་པའི་ལོ་ཁ་ཤས་གོང་རིང་ཡང་རྒྱ་ཡིག་གི་ཕལ་ཆེར་རྩོམ་ཡིག་དེ་འདྲའི་ཧ་ལམ་སྟོང་ཕྲག་གཅིག་ང་ཚོ་དོ་སྣང་བྱུང། འོ་དེའི་ནང་ལོགས་ལ། རྩོམ་ཡིག་འདི་ཚོ་ཚང་མ་ཀློག་ནང་ལོགས་ལ་ཨེ་ནི་ང་ཚོས་དབུ་མའི་ལམ་ཟེར་བསྡད་དེ་རྒྱབ་སྐྱོར་བྱས་ཤག་རྒྱ་ནག་གཞུང་གི་ཨེ་ནི་ཅིག་བོད་དོན་ཐོག་ལ་འཛིན་པའི་སྲིད་ཇུས་ལ་སྐྱོན་བརྗོད་བྱས་ཤག་ཤེས་སོང་ང་ད་རྒྱ་ནག་མི་མང་གིས་དངོས་ཡོད་གནས་ཚུལ་དུག་མཐོང་ཡོང་དུས་བསམ་བློ་རྒྱ་ཆེ་ས་ནས་བཏང་ཡོང་དུས་ཁོ་ཚོ་དེ་དངོས་ཡོད་གནས་ཚུལ་འདི་དག་མཐོང་བདེ་གོ་རེ་བ་རྒྱ་ནག་གཞུང་གིས་བསམ་བློ་སྦུ་སུ་ལོག་དེ་འདྲ་བྱས་ཀི་ཨེ་ནི་དངོས་ཡོད་གནས་ཚུལ་དུ་བབས་སྐབས། ཅེས་ཁོ་རང་ཚོའི་ཀྱི་ཕྲན་སེ་གི་ད་དགོས་མཁོ་དེ་བསྟུན་ནས་ཨ་ནི་ཏཱ་ལའི་ཁ་ཐོར་རེད་ཟེར་བཤད་བསྡད་ཡ་ཅིག། མཐར་ཐུག་དེ་ཁོ་རང་ཚོ་མ་ཡིན་ཆགས་ཡ་མ་གཏོགས་ཕན་ཡ་ག་གི་མི་འདུག་བ་ཤེས་སོང་བ། ཨོ་དེ་འདྲ་རེད། ཨན་ཁྱེད་རང་ཚོ་བློ་བདེ་བོ་ཞིག་སྡོད། ཨ་ནི་བོད་མི་མང་གི་ལྷག་བསམ་དང། ཨ་ནི་སྙིང་སྟོབས་དངོས་ནས་ངོ་སར་སྐྱེ་ཡ་རེད་ཨན། སྔར་བཞིན་དུ་ཁྱེད་རང་ཚོའི་ཨ་ནི་སེམས་ཤུགས་མ་ཆགས་པ་བྱེད། ཨ་ནི། བོད་རྒྱ་ཆེ་མི་མང་གི་སེམས་ཤུགས་བསྐྱེད་རག་གི་མ་གསར་བ་གཙོ་བོ་དེ་ང་ཚོ་བོད་ཡིག་དེ་རེད། ཨ་ནི་བོད་ཡིག་ནང་ལ་ཡོད་བསྡད་པའི་བཀའ་འགྱུར་བསྟན་འགྱུར་སྤུ་རྒྱུ་སུམ་བརྒྱ་ལྷག་ཅིག་ཡོད་བསྡད་པ་དེ་དེ་ད་བོད་མི་རིགས་ཀྱི་རིག་གཞུང་དེ་འདི་རེད་ཤེས་སོང་ང། དེ་ཁྱེད་རང་ཚོས་དད་པ་བྱེད་སའི་ཡུལ་ཙམ་ལ་མ་བཞག་པ་བྱས་ནས་ག་ཚོད་ཐུབ་ཐུབ་ཀྱིས་སློབ་སྦྱོང་བྱེད་ཡག།

མངོན་རྟོགས་ཅན། དུས་ཡོད་པར་ཡོད། བྱས་ནས་འོ་དོད་མངོན་རྟོགས་ཅན་ནང་ལོགས་ལ་ཡང། ཡི་གེ། སེམས་ཀྱི་བར་དུ་གདམས་ངག་དང་བཅས་ནས་གཟུང་བྱ། གདམས་ངག་བཤད་ཡོན་ཏུ་བསྩལ་ནས། གྲུབ་དང་བདེན་པ་རྣམ་དག་ནི་སངས་རྒྱས་ལ་སོགས་དཀོན་མཆོག་གསུམ། མ་ཞེན་ཡོངས་སུ་མི་ངེས་རྣམས། ལམ་ནས་ཡོངས་སུ་འཛིན་པ་དང་སྤྱན་སྔར་བཏང་ནས་མ་ཞེན་ཡོན་ཏན་རབ་ཏུ་སྤངས། སྒོམ་ཞེས་བྱ་བའི་གདམས་ངག་ནི་བཅུ་ཡི་དང་ནི་ཤེས་པར་བྱ། སྒོ་བདེ་ཡོད་པ། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་ཀུན་དུ་བསམ་པ་ནི། གང་ཟག་སྐྱབས་མགོན་ཆེན་པོ་མཆོག། གང་སློབ་ལམ་སྟོན་བྱེད་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཚང་མར་གསོལ། ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཐོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་བཙན་རླུང་འཕྲིན་ཁང་གི་དབུ་སྐུལ་སྡེ་ཚན་གྱི་ཨ་མདོ་བོད་སྐད་ཀྱི་ལས་རིམ་ཡོངས་རྫོགས་རྒྱང་སྲང་ཞིག་ཟིན་པ་ཡིན།